ཐོག་མར་གྱི་ཆ་ལ་ཨ་ནེ་བཞི་འཕེན་བྱེད་སྒྲོལ་གླིང་ཟེར་མཁན་གྱི་རྫིང་བུ་རྣམས་ཀྱི་ཆ་ཚང་ལ་བཀྲ་ཤིས་བདེ་ལེགས་དང་ཨ་ནེ། ཆ་ཚང་ལ་ཨ་ནེ། འཛམ་གླིང་སྤྱི་བསང་གི་ཉིན་མོ་དེར་ཨ་ནེ་སྐྱིད་པའི་ཉི་མ། ཨོ། ཤར་བའི་སྨོན་ལམ་དང་བཅས། ད་དེ་རིང་གི་རྣམ་པ་ཚོར་ཞུ་ཡ་ཚོས་ཨ་ནེ་གཙོ་བོ་ག་རེ་ཡིན་ལབ་པ་ཡིན་ན། ད་ཁ་སང་ཨ་ནེ་ང་ཚོ་ཉིན་བྱང་ལ་ཉི་མ་གཉིས་གསུམ་ཟེར་ཧྲལ་དང་མོ་ཞེས་སྒྲོལ་མོ་ཟེར་བ་རྣམ་པ་ཚོ་གི་ཁེངས་ཀྱིན་པ་རེད་ད་རྣམ་པ་ཚོ་གིས་ག་རེ་ལབ་ན་ད་ང་རང་ཚོ་གིས་ད་སློབ་གྲྭ་གཅིག་ལ་བགྲོད་ནས

ཨོ། ད་ཁོང་ཚོ་ཕ་ཡུལ་ལ་འགྲོ་ནས་ད་ང་ཚོ་གིས་ད་དེ་འདྲས་ཀྱི་ང་ཚོ་གི་ད་དེབ་དང། ད་དེ་འདྲས་ཀྱི་མྱུ་གུ་དང་ད་སུ་བེ་ལ་སོགས་པ་ད་དེ་འདྲས་མང་པོ་ཞིག་ང་ཚོ་གིས་ཁོ་རང་ཚོ་ལ་ད་དེ་བྱ་བདེ་ལ་ནས་མི་འདུག་ད་ཏོག་སི་ཅིག་ནས་བརྒྱབ་ཡོད་རེད། འོ་ན་བརྒྱབ་དགོས་ཡོད་དགོས་པ་རྒྱུ་མཚན་དེ་ག་རེ་རེད་ལབ་པ་ན་ངས་ནམ་ཁོ་རང་ཁོ་རང་ཚོའི་འགྲམ་ལ་ཡང་ཟངས་མ་བཏང་མཁན་ཞིག་བཞུགས་ཡོད་ལ་རྣམ་པ་ཚོ་ལའང་ཁ་ཚིག་ད་རྒྱ་གར་སྐད་ན་བཤད་ཡོང་དུ་རྒྱ་གར་སྐད་མཁྱེན་མཁན་ཡོད་རེད་མ་མཁྱེན་མཁན་ཡོད་རེད་རོ། དེ་བོད་སྐད་ནང་བསྒྱུར་ནས་བཤད་ཐུབ་པ་ཡིན་ན་ང་རང་ཚོ་དེ་ནི channel དེའི་ནང་ལ་བོད་པ་ཡང་ཉམས་འགྱུར་གནང་བཞག་ཡོད་རེད་ཆོས་ཚ་ཚང་ཡང་མི་མང་པོ་ཞིག་ཉམས་ཉམས་འགྱུར་གནང་བཞག་ཡོད་རེད་ནི་ག་རེ་འདྲ་ཡིན་ན་དྲན་སྲིད་ནས་ཁ་ཆེ་ལ་རྡོག་པ་དེ་ནས་སླེབས་མི་སྲིད་པ་མ་རེད་སོང་ཙང་དེ་བྱས་ནས་ངའི་བིད་འགྲོ་ག་རེ་བྱས་ནས་རྣམ་པ་ཚོ་གཙང་མ་ག་དེ་ནང་ལ་བཞུགས་དགོས་ཡ་ག་རེ་ཡིན་ལབ་པ་ཡིན་ན་ཁོ་ཚོ་ལ་དེ་བྱོས་རེད་ཨ་ནི་ད་ག་རེ་རེད་ན་དེ་ངའི་ད་སྐད་བསྒྱུར་དེ་རེད་ད་རྒྱ་གར་སྐད་དེ་ད་ངའི་རྒྱ་བོད་སྐད་ནང་ལ་བསྒྱུར་ནས་རྣམ་པ་ཚོ་ལ་བཞུ་དེ་རེད་རོ། ག་རེ་རེད་ན་ད་ང་རང་ཚོ་གི་དེ་ཁྱེད་རང་ཚོ་ལ་དེ་ཞལ་དེབ་དེ་སྤྲད་དེ

ག་རེ་ལབ་པ་ན་ད་དེ་ང་རང་ཚོ་གིས་ཅིག་མ་ཞུས་པ་ཡིན་ན་ཡང་ཁ་ཅིག་གིས་ཡང་གྲྭ་བ་ལ་དེ་བེད་ཤ་ཤེད་མང་པོ་ཅིག་འདུག་དྲན་ཡ་དང་མིག་ང་ཚོ་རོགས་ན་ཞུ་བེད་ཀྱི་བེད་ཤ་མང་པོ་འདུག་དྲན་ཡ་དང་དེ་ཚོ་ཡང་དེ་བཞིན་ཡང་དཀའ་ངལ་དེ་འདྲ་ཡོང་མི་སྲིད་པ་མ་རེད་བ། བྱང་ཙང་དེ་དེ་འདྲ་ང་རང་ཚོ་ལ་ཡོང་ཡང་ཡོང་མ་རེད་ལ། དེ་ཚང་མ་ཚང་མཁན་གྱི་གཞུ་རེད་ཡོད་མཁན་གཅིག་གཉིས་ཡོང་སྲིད་ཀྱི་རེད་དེ་ལ་བྱ་ཚང་དེ་འདྲ་ཡོད་གི་མཁས་པ་ཡོད་མ་རེད། འོ་ད་དེ་འདྲས་ཀྱི་མ་འོངས་པ་དེ་འདྲས་ཀྱི་དཀའ་ངལ་མི་ཡོང་ཆེད་དུ། ཁྱེད་ཅག་གཙང་མ་གཙང་གྱོན་ཅིག་བཟོ་ནི་ངའི་དམ་ཆོས་ཀྱི་དེ་ལས་བདེ་བདེ་ག་དུས་གཙང་མ་གཙང་གྱོན་ཅིག་བཟོ་ནི་ལེན་ཡིན། ང་རང་དངོས་གནས་དྲ་གནས་སེམས་ཤེ་བོ་ཅིག་དགའ་བོ་བྱུང་སོང་རོགས། དངོས་གནས་དྲ་གནས་ཀྱི་སེམས་ཤེ་བོ་ཅིག་དགའ་བོ་བྱུང་སོང་ག་རེ་བྱས་ནས་དགའ་བོ་བྱུང་སོང་ན་ད་དེ་འདྲས་ཀྱི་ཡལ་འདབ་དེ་འདྲས་དྲ་ཡི་གོ་སྐབས་བཟང་པོ་ཅིག་རག་ཡ་དེ། དངོས་གནས་དྲ་གནས་དེ་ག་དེའང། ཨ་ནེ་ང་རང་ཚོ་གི་ཨེ་ནི།

ཆ་ཚང་སོ་སོ་ལ་དེ་འདྲ་ཅིག་ག་ནི་དངོས་གནས་དྲང་ནས་མ་འོངས་པ་དེ་ནི་ཁོ། དེ་འདྲ་ཕན་ཚ་རེད་དྲང་ནས་ཆ་ཚང་གི་རེ་བ་ཅིག་རྒྱབ་ཀྱི་ཡོད་རེད་རེ་བ་རྒྱབ་ས་གཙོ་བོ་དེ། དེ་རྣམས་ལ། མི་ཡག་པོ་ག་རེ་དང་ཆེན་པོ་ཆེ་ཆུང་ག་རེ་ཆགས་མཁན་དེ་ཁྱེད་རང་ཚོ་ནང་ལ་གཙོ་བོ་ཡོད་རེད། འོ་དེ་ཞུ་རེ་ངས་ཁྱེད་རང་ཚོ་ནང་ལ་གཙོ་བོ་ཡོད་རེད། ཚོ་ཚོ་ད་ཁྱེད་རང་ཚོ་ག་རེ་བྱས་ན་སློབ་སྐལ་བླ་བ་སློབ་མཁན་ཡག་པོ་བྱེད་ཐུབ་པ་ཡིན་ན། ང་ཚོ་ཆ་ཚང་ལ་ཕན་གྱི་རེད་རོ། ང་ཚོ་ཆ་ཚང་ལ་ཕན་གྱི་ཡོད་རེད་འོ་དེ་ཞུ་རེ་ད། སྐད་ཆ་གཙང་མ་དེ། ང་ཚོ་ཆ་ཚང་ལ་ཕན་གྱི་ཡོད་རེད་རོ་དེ་དངོས་གནས་རོ། སློབ་སྦྱོང་མ་བྱས་པ་ནི་ག་རེ་ཡོད་རེད་ཟེར་ན། མིའི་སྤྱི་ཚོགས་ནང་ནས་མིག་གིས་མཐོང་ཡོང་བ་མ་རེད། མིའི་གཟུགས་པོ་མཁྱེན་ན་ཕན་ཐོགས་ཡོང་བ་མ་རེད། ཡང་ན་བསླབ་པ་སློབ་མཁན་དང་ཡང་ན་རྒྱུད་དཔེ་སྦྱོར་ཡག་པོ་ཅིག་གོ་དགོས་འདུག་ཟེར་རོ། ད་འདི་གཉིས་མེད་ན་མིའི་སྤྱི་ཚོགས་ནང་ག་རེ་ཅི་ཞིག་ཡིན་ན་ཡང་མཐོང་ཡོང་བ་མ་རེད། དཔེར་ན། དཔེ་བ་ག་རེ་བྱས་ན་ང་རང་ཚོ་ད་འདི་ནས་གི། བསླབ་པ་སློབ་མཁན་དང་དངོས་གནས་དྲ་གནས་དུས་སྐབས་དེ་ནས་མ་རག་གིན་མི་དང་ང་ཚོ་དཔེ་ད་ཡོད་རེད་ཟེར་ཁོང་ཚོ་འདི་ནས། རྡོ་སྐྱ་བཀོལ་བ་དང་ས་བརྐོ་བཀོལ་བ་དང་དཀའ་ངལ་ག་རེ་བྱས་ནས་ཁྲེལ་རེ་ལབ་རུང་དུ།

དེ་འདྲ་ཅིག་རེད་ད་ཐ་མ་དེ་ལ་ངས་ལྟ། དེ་རིང་ང་རང་ཚོ་ག་ནས་འཛམ་གླིང་སྤྱི་བསང་ཡིན་པ་སོང་ཙང། ད་ལྟའི་ནང་ནས་ང་རང་ཚོའི་ཁོ་པེ་གཉིས་ལྟ་བའི་མིག། གོང་ས་ཆེན་པོ་མཆོག་དེ་དང་དེ་ལ་སོགས་པ་ང་རང་ཚོའི་གི་བླ་མ་དང་སྐྱེས་བུ་དམ་པ་དང་ཨ་ནེ་དགེ་བའི་བཤེས་གཉེན་དང་མང་པོ་ཞེ་བོ་ཅིག་ཡོད་རེད་ད་ཁྱེད་ཚང་གི་སྐུ་ཚེ་དངོས་གནས་དྲང་གནས་ཡུན་རིང་དུ་གནས་ཡག་དང་ཨ་ནེ་སངས་རྒྱས་བསྟན་པ། རྒྱལ་ཡག་དང། ཨ་རིའི་རྣམ་པ་ཚོ་གིས། སྨོན་ལམ་ཡག་པོ་གནང་རོགས་ཅེས་བརྗོད་ཡིན། སེམས་ཅན་ཐམས་ཅད་ལ་བདེ་བ་དང་བདེ་འོད་ཀྱི་དང་བདེ་བ་དང་སྡུག་བསྔལ་དང་སྡུག་བསྔལ་གྱི་དང་སྡུག་བསྔལ་བ་བདེ་བ་དང་མི་འདྲ་བའི་གྱི་རིགས་ངན་ཡིད་ཆོས་དང་གྱི་རྟགས་རྣམས་ནི་ཡོང་གི་གྱུར་ཅིག་ཨ་རིའི་རྣམ་པ་ཚོ་གིས་འཇིགས་མི་འཇིགས་སྨོན་ལམ་ཡག་པོ་ཅིག་དང་བཅས་ཏེ་འདི་ག་ལ་ངས་འདི་འདྲས་བྱས་ནས་མཚམས་འཇོག་བྱ་ཡ་ཡིན་ད་འདི་རྣམས་ལ་ཆད་པ་དང། ལྷག་པ་དང། མ་འགྲིགས་པ་དང་འདི་འདྲས་བྱུང་བ་ཡིན་ན་རྣམ་པ་ཚོ་ལ་དགོངས་པ་རྩ་བ་ཉིད་ནས་མ་གསུང་རོགས་ཞུ་ཡ་ཡིན། ནས་གཞན་པའི་ལུང་ཕྱི་སྒྲུབ་གླིང་འདི་ག་དུས་ཡིན་ན་ཁྱེད་རང་ཚོ་ལ་རྒྱབ་སྐྱོར་ལ་ཡོད་ཡོད་བར་དུ་ཡིན་ཆ་ཚང་ལ་ར་ཤི་བདེ་ལེགས།